ཨོ་ཡ། དེ་ཐམས་ཅད་ལ་བཀྲ་ཤིས་བདེ་ལེགས་ཡིན་ད། ད། དེ་རིང་ངས། ཅིག་ཞུ་དགོས་ཡ་དེ་ཅི་ཡོད་མ་རེད་ད་ནམ་རྒྱུན་མཁན་པོ་རེད་སློབ་དཔོན་རེད་དགེ་རྒན་རྣམ་པ་ཚོ་བསླབ་བྱ་ད་གནང་བཞིན་པ་རེད་དེ་ཡིན་ན་ཡང། ད་ང་རང་གི་ཉམས་མྱོང་ཐོས་ནས་ཏིས་ཏིས་ཁྱོད་རང་ཚོ་ལ། ཉམས་མྱོང་བཀོད་ནས་ད་ཁྱོད་རང་ཚོ་ལ་ཏིས་ཏིས་བསླབ་བྱ་བྱེད་ཀྱི་ཡིན། ད་ཁྱོད་རང་ཚོ་དང་ང་བར་དུ་གྲྭ་བ་བྱེད། པའི་དགའ་བོ་དཔེ་སྐྱོང་ད་ཁྱོད་རང་ཚོ་སོ་སོ་སོ་སོ་ལ་ཁེ་བཟང་བལྟ་དགོས་རེད་དོ། དེ་ཁྱོད་རང་ཚོ་གྲྭ་བ་བླ་མ་ཡག་པོ་བསྡད་རོགས་གྱིས་ལོག་ད་ད་དུ་ལོག་ཡིན་ན་རེད་ནབ་བཟང་ཡིན་ན་རེད། བདེ་ས་རེད་ཐམས་ཅད་བཀའ་སློབ་རེད་ད་ཕི་རི་ཟེར་དགོས་མ་རེད་གོ་འདོད་ལོ་མ་རེད་དེ་ནས་ཕི་རི་ཡོད་དུ་ག་ལ་སློབ་སྦྱོང་དེ་ག་སེ་གོ་གོ་གླེང་དགོས་ཡ་དེ་གླེང་ཁྱོད་རང་ཚོ་ག་རེ་དགོས་ཡ་དེ་གླེང་དགོས་ཡ་དེ་དེ་ཁྱོད་རང་ཚོ་ལ་གོ་སྐབས་ཡོད་རེད་དེ་ཁྱོད་རང་ཚོ་གི་མཚམས་མཚམས་དེ་གླེང་ཤེས་གི་མི་འདུག་བ་གཅིག་པུ་སྣང་བ་གཅིག་པུ་བཏང་ཡ་དང་མོ་བེལ་དུམ་བུ་བཙལ་ཡ་དང་དེ་འདྲ་རང་བསམ་བློ་ཁོ་ནས་དེ། དེ་འདྲ་བྱས་ན་སོ་སོ་མི་ཚེ་འདི་ལ་ཅུང་བྲེལ་གྱི་ཡོད་རེད་བ། དེ་འདྲ་ཡིན་འདུག་ཁྱོད་རང་ཚོ་ལ་ལྟ་ད་ཁྱོད་རང་ཚོ་གྲྭ་བ་བླ་མ་ཡག་པོ་བསྡད་ཡོད་ན་དེ་ནི་ཕ་མ་ལ་ཡི་སེམས་འདྲེ་ཡོད་མ་རེད་དེ་ཁྱོད་རང་ཚོ་གྲྭ་བ་བླ་མ་ཡག་པོ་མ་བྱས་ན་དེ་ནི་གཞོན་མ་གྲྭ་བ་མ་བྱས་སོང་བ་ཡིན་ན་དེ་ཕ་མ་ལ་དགའ་སེ་ཅུང་རག་གི་ཡོད་རེད། རེད་མ་རེད། དེ་ཁྱོད་རང་ཚོ་ན་ཚ་བྱུང་སོང་ཡང་ན། དེ་ནི་བེ་ཤ་མི་ངན་དེ་ཚོ་གི་ཁོམ་པ་བུ་ལོན་བཞག་ནས་དེ་ཁྱོད་རང་ཚོ་ལ་སྨན་བཅོས་བྱེད་དགོས་དགོས་རེད། མ་རེད་བས། དེ་གྲོ་བ་མ་བྱས་ན་ན་ཚ་འདྲ་རེད་འདྲ་མི་འདྲ་རེད་སོང་ན། དཀའ་ངལ་སུ་ལ་རག་གི་རེད་སོ་སོ་ཕ་མ་ལ་རག་གི་འདུག་བ། མ་རེད་ཡག་པོ་བསམ་བློ་བཏང་དང། འདི་དགོན་པ་ལ་བསྡད་འདུག་ག་ལ་ཐམས་ཅད་ཕི་རི་རེད། Peace སྤྲད་དགོས་གོ་བ་མ་རེད། དགེ་རྒན་གླ་ཆ་ཡང་སྤྲད་དགོས་གོ་བ་མ་རེད། དོ་ལོ་ཡིན་ན་རེད་ན་ཚ་ཡིན་ན་རེད་བསྡད་ས་ཡན་ཆད་དེ། ལས་བྱེད་རྣམ་པ་སོགས་ཀྱི་ཁྱེད་རྣམ་པ་ཚོ་གང་ཐུག་ཐུག་ཞབས་ཕྱི་ཞུ་གོ་བ་རེད། ད་དེ་འདྲའི་གོ་སྐབས་ལ་ཡི་འདུག་ག་ལ། དེ་སོ་སོ་རང་དོན་ལ་བསམ་བློ་བཏང་དང། ལྷ་སྒྲུབ་རིན་པོ་ཆེ་དང།

ཁྱེད་རང་མཁན་པོ་སློབ་དཔོན་གྱི་ཐིམ་བཟོ་ཡ་དེ་ཁྱེད་རང་ཚོས་བྱེད་དུས་སློབ་སྦྱོང་ཡག་པོ་བྱེད་རང་གནང། དྲན་ནས། མཁན་པོ་སློབ་དཔོན་ལས་བྱེད་རྣམ་པ་ཚོ་གི་ཐིམ་བཟོ་ཡ་དེ་རྒྱུ་མཚན་དེ་རེད་མ་གཏོགས་ཁོ་རང་ཚོ་ལ་ཁེ་ཐིམ་བཟོ་ནས་ཁོ་རང་ཚོ་ལ་ཁེ་ཕན་གང་ཡོད་མ་རེད། རེད་མ་རེད། དེ་བསམ་བློ་བཏང་དང། རང་དོན་དེ་སྒྲུབ་དང། ཁྱོད་རང་སོ་སོ་རང་དོན་སྒྲུབ་ཤེས་གི་མི་འདུག་ཨ། སློབ་སྦྱོང་བྱས་སོང་ན་མང་མང་མང་མང་ང་ལ་མི་ག་འདྲས་ཀྱིས་ཡག་པོ་བཟོ་དགོས་བསམ་ནས་བསམ་བློ་བྱས་ཡོད་མ་རེད་གོ་སྐབས་ཅིག་རག་ན་རྩེད་མོ་རྩེ་ཡག་དང། ཕུར་བུ་རྩེ་ཡག་ཅིག་དང། གཅིག་པུ་བཏང་ཡག་ཅིག་མ་གཏོགས་བསམ་བློ་གཏང་གི་ཡོད་མ་རེད་བ་ཁ་ཡོད་མ་རེད་ཁྱོད་རང་ཚོ་ལོ་ཆུང་ཆུང་རེད་ནས་ཁྱོད་རང་ཚོ་ལ་སྐྱོན་རྒྱག་གི་ཡོད་མ་རེད་ད། ཁྱོད་རང་ཚོ་སོ་སོ་སོ་སོ་གི་སྐྱོན་མཐོང་གི་མི་འདུག་བ། ངས་ཁྱོད་རང་ཚོ་ལ་ཡ་དེ་གཅོད་ནས་ངོ་ཤེས་པ་བྱེད་ང་ཚོ་ལ་ཡ་དེ་གཅོད་ནས་ངོ་ཤེས་ན་སོ་སོ་གི་གཅོད་ནས་ངོ་ཤེས་ན་སོ་སོ་སོ་སོ་བོ་ཅག་བྱེད་ཐུབ་ཀི་རེད་སོ་སོ་གི་གཅོད་ངོ་མ་ཤེས་ན་སོ་སོ་བོ་ཅག་བྱེད་ཐུབ་ཡ་དེ་དཀའ་ལས་དཀའ་བོ་རེད་བསམ་གི་འདུག་ད་ལོ་ཆེ་ཆུང་ལ་ད་ཁ་ཡོད་མ་རེད་ད་ལོ་ཆད་དུ་འདུག་གི་སོ་སོ་ལ་དེ་བྱེད་སོ་སོ་སོ་སོ་པིང་ཅག་ཆུང་བ་ལ་ད་ཁྱོད་ཚོ་པིང་ཅག་ཆུང་བ་རེད་ཁྱོད་རང་ཚོ་ཨ་ཕ་ཨ་མ་ཟེར་ན་ང་རུ་བ་དེ་ཁྱོད་རང་ཚོ་གྲྭ་བ་ཆུང་ཆུང་ཡིན་ན་ཆེ་ཡག་གི་ཆུང་བ་ལ་ལྷབ་བྱ་ཡག་པོ་བྱས་ཏེ་ཆེ་ཡག་གི་ལྷབ་བྱ་བྱས་ཡག་གོ་སྐབས་རུ་བ།

དང་པོ་ཁྱོད་རང་ཚོ་བྷེ་ད་ཨུ་ད་བེ་ཅི་དང། ངས་ཁྱོད་རང་ཚོ་གྲྭ་བ་ཚོ་ནི་ང་ཚོ་དགོན་པ་ལ་ཕེན་འོང་གཏོང་ནས་ས་བོན་གྱི་རེ་བ་མེད། ཁྱོད་རང་ཚོ་ལ་དགོན་པ་ཅིག་བཙུགས་ནས་སློབ་སྦྱོང་ཅིག་སྤྲད་ཐུབ་ན་ཁྱོད་རང་ཚོ་མི་ཚེ་ཚེ་འདི་དང་ཚེ་ཕྱི་མ་གཉིས་ལ་སྐྱིད་པོ་ཡོང་ཡ་ཆེད་དུ་དེ་ངས་དགོན་པ་དེ་རྒྱབ་པ་རེད། ཁྱོད་རང་ཚོ་སོ་སོ་སོ་སོ་ལང་ཀར་འགྲོ་ཐུབ་ཡ་ཅིག་ཡ་བཟོ་ཡ་ཆེད་དུ་དགོན་པ་རྒྱག་རེད་མ་གཏོགས་ང་ཚོ་དགོན་པ་རྒྱག་ནས་ཁྱོད་རང་ཚོ་ལ་ཕན་ཐོང་འོང་བསམ་ནས་མི་ཡོད་ག་ཡ་མེད། ཁྱོད་རང་ཚོ་ལ་ཡག་པོ་ཞིག་རེད་ན་བསམ། ཁྱོད་རང་ཚོ་ལ་ད་ཕ་མ། ཕ་མ་གི་ཁྱོད་ཚོ་ལ་བརྩེ་བ་ཡོད་རེད་དེ་ཡིན་ན་ཁྱོད་ད་ཡོན་ཏན་བསླབ་ཐུབ་ཡོད་མ་རེད་བ། བརྩེ་བ་ཡོད་རེད་ཕ་མ་གི་སྤུ་སྤུ་ར་ལ་བརྩེ་བ་ཡོད་རེད། བརྩེ་བ་ཡོད་ན་ཅི་ཕན། སོ་སོ་ལ་ཡོན་ཏན་དང་ཉམས་ལེན་མེད་འོང་དུ་དེ་སློབ་སྟོན་བྱེད་ཐུབ་ཡག་གི་ཁོང་ཚོ་ལ་བ་ལ་ཡོད་མ་རེད། དེ་འདྲ་ཡིན་དུ་ངའི་དེ་ཧ་གོ་ནས། ད་ང་རང་འདྲ་ཅིག་ཡིན་ན་ཁྱོད་ཚོ་ཀ་ཚོ་བླ་མ་རེད་ཕ་མ་རེད། སོ་སོ་ཀྱི་རྩ་བའི་བླ་མ་གི་སློབ་སྦྱོང་བཅས་བྱ་རྒྱུ་འཕགས་མ་གི་བསླབ་བྱ་བྱས་དེ་ཉན་ནས་དེ་ཁྱོད་རང་ཚོ་ལ་སློབ་སྦྱོང་ཨ་བུ་ཅིག་སྤྲད་ཐུབ་ན་བསམ་དེ་ང་རང་མི་ཡུལ་གྱི་ནས་དགོན་པར་འཇབ་རེད་ཁྱོད་རང་ཚོ་དེ་ཅིག་བླ་མ་སློབ་དཔོན་མཁན་པོ་ཁོ་རང་ཚོ་གི་ཁོ་རང་ཚོ་སློབ་སྦྱོང་བྱས་ནས་ཚར་རྒྱུ་རེད་མཁན་པོ་སློབ་དཔོན་ཁྱོད་རང་ཚོ་ཆེད་དུ་ཐེངས་གང་ཉིན་གང་དཀའ་ལས་རྒྱབ་དགོས་བ་རེད་ང་རང་ཚོ་ཆེད་དུ་རེད་འདུག་བསམ་ན་དེ་སློབ་སྦྱོང་ཡིན་ན་གྱེན་དུ་འགྲོ་བ། སློབ་དཔོན་ཁོ་རང་ཚོ་ཆེད་དུ་རེད་བསམ་ན་ཁྱོད་རང་ཚོ་སློབ་སྦྱོང་བྱས་དགོས་སེམས་པ་དེ་དེ་ང་ཚོ་མི་ཕོ་ར་ལུས་ལ་ཡོད་པའི་དེ་ནི་ནེ་གི་ཏིབ་དེ་མང་དྲགས་ནས་ང་ཚོ་ལ་དགོན་པར་བསྡད་ན་ཡང་སྡུག་ཁ་བྱེད་ན་ཡང་ཕས་ཐ་འུ་ཐང་འོང་ཐ་ནི་གནས་སྐབས་ལ་སྡུག་ཁ་ཡོང་གི་རེད་དེ་ཐ་མ་ལ་སློབ་སྦྱོང་ཡག་པོ་རག་གི་རེད་ཤེས་ཡོན་ཡག་པོ་རག་གི་རེད་དེ་བསམ་བློ་བཏང་དང། སུ་ཁ་ཚ་ན་ལ་སི་མ་སྡུག་ཁ་འོང་ཚ་འོང་ཚ་ཨ་ལི་སྡུག་ཁ་ཚ་བ་ནི་ལ་སི་མ་དང་སུ་ཁ་འོང་ཚ།

ད་པེ་ཨ་རི་དེ་འདྲ་གི་མི་མ་ཡ་ག་རེད་པ་བཤད་པ་ནི་ད་ཨ་ཕེ་ཨ་ཕེ་ར་རྒྱ་ཇུར་གཏོང་ད་རེད། དེ་ག་རང་དྲན་ལོ་པེན་ཨ་རོ་ད་པེ་ཨ་རོ་ལས་སྡུག་ག་ག་རེད་པ་བཤད་དགོས་ཡང། གམ་སུ་གམ་བླ་མ་བསྡད་ཐུབ་ན་མི་ཚེ་འདི་ལ་བླ་མ་བསྡད་ཐུབ་ན་ནི་ས་བ་འདྲ་རམ་རོ་བོ་ཨ་བོ་བ་སི་ནི་ས་དེ་བ་ནི་སངས་རྒྱས་ས་མ་བ་སི་བེ་ལ་མ

སྐུ་ན་ཨིན་པོ་ཏེན་ཨོ། ཀོ་ར་པུ་ཇོ་ཨེ། ཁྱོད་རང་ཚོ། ཁ་ཡོད་མ་རེད། དེ་བསམ་བློ་འདྲ་མི་འདྲ་བྱེད་ན་ལབ་ངེས་མེད་རེད་ཁྱོད་རང་ཚོ་ལ་སྡུག་ཅག་ལབ་གི་མི་འདྲ། དེ་སྐྱོན་དེ་ངོ་ཤེས་མི་འདུག་ཨ། དེ་ལ། འཁྱམས་འགྲོ་ནི་འགྲོ་ད་འཁྱམས་འཁྱམས་ནི་མ་འགྲོ་ན་ངན། ཨ་བུ་རང་དབང་ཡོད་མ་རེད་ད། འཁྱམས་ནི་འགྲོ་འདུག་ག་ལ་གར་ཅིག་ནི་འཁྱམས་ནི་འགྲོ་གི་ཡོད། འགྲོ་ཡ་དེ་ག་རེ་མི་ཡོད་ཀྱིས་འགྲོ་བསམ་བློ་ཞིག་བཏང་ཚུགས་སོང་ན་དེ་རང་དབང་ལས་འདི་གོ་རེ་བ། སྐད་ཆ་འགོ་ཚུགས་སེ།

སློབ་སྦྱོང་བྱེད་རོགས་ཅེས་བསམ་བློ་བཏང་འདུག་ག་ལ་དམིགས་ཡུལ་སློབ་སྦྱོང་བྱས་ནས་བྱེད་རོགས་ཅེས་ས་པེ་ལི་བུ་ཚ་ཡིས། ཨ་བུ་རམ་རོ་པ་རེ་ར་སོ་ཅག་རམ་རོ་ཚ་ཡ་པ་ལི་པ་རེ་ར་ཕེ་ད་ཡི་ཚེ་ནི་ཕེ་རི་ཨེ་སྟོ་ག་ཚ་ཇང་ཚ་ཀེ་ཨ་ལི་པ་རེ་པ་ལི་ཀེ་རོམ་པོ་ཆེ་ཚ་པ་ལི་ཀེ་རི་སི་པ་ལི་ཀེ་རི་སི་པི་ཀ་ནི་རྨ་ཆེན་ཨེ་བྲ་ཨོ་པ་ནི་ཇང་ཚ་ཨ་བུ། ཨ་ཅི་ཀ་ཏའི་ལྟོ་ཚ་ནས་བཟུང་དེ་འདྲའི་མང་པོ་འདུག་ཨ་བསམ་བློ་བཏང་མཁན་དེ་རྩ་ནས་མ་བྱེད་ལོ། ང་ཚོ་ལ་མ་བརྩིས་ན་ང་ཚོ་ལ་གྱོང་ཡོད་མ་རེད་དེ་ཁྱོད་རང་ཚོར་གྱོང་རག་གོ་རེ་ད། བརྩི་བཀག་མེད་ལ་ན་པ་བཀའ་རེ་མེད། ང་ཚོར་བརྩི་ན་རེད་མ་བརྩི་ན་རེད། མ་བརྩི་ན་ང་ཚོ་ལ་སྡུག་ཤ་ཅུ་སྐྱེ་ཡོད་མ་རེད། མ་བརྩི་ག་ཚོད་ང་ཚོ་ལ་མ་བརྩི་བ་ཡིན་ན་ཁྱོད་རང་ཚོར་གྱོང་རག་རོགས། མ་བཙིར་ཟུག་ན་སྡིག་པའི་ལས་ཀ་རུང་བ། ཁོས་བཙིར་ན་མ་བཙིར་དང་ང་ལ་ཁྱོད་རང་བཙིར་ནས་ཡར་འགྲོ་ཡ་ཅི་དང་མ་བཙིར་ན་བསྡུར་འགྲོ་ཡ་ཅི་ཡོད་མ་རེད། ང་ཚོར་བཙིར་མ་བཙིར་ཤ་ཟོ་ན་ཡག་པོ་བཙིར་སོང་ན་ཁྱོད་རང་ཚོ་བསོད་ནམས་བསགས་ཀྱི་རེད། མ་བཙིར་ན་ཁྱོད་རང་ཚོ་དེ་ཁྱོད་རང་ཁྱོད་རང་ཟོ་ཆོག་རེད་བ། རེད་མ་རེད། ཁོ་མི་ཡག་པོ་ཡོད་ན་ཡོད་མེད་ན་མེད་མི་ཆེན་པོ་རེད། ང་ཚོ་ལོ་ཆུང་ཆུང་གི་བརྩེ་ཡ་དེ་ང་ཚོ་ལས་ངན་བརྩེ་སོང་བས་ན་བསོད་ནམས་དེ་ཁྱོད་ཚོ་རེད། མ་བརྩེ་སོང་བས་ན་ཁྱོད་རང་སྡིག་པ་ཁེལ་གི་རེད་ད། ཁོ་ལ་བརྩེ་མ་བརྩེ་གི་ཁོ་ལ་ཁེ་ཁེ་ཕན་ག་ཡོད་མ་རེད། གུས་ཞབས་བྱས་དེ་གལ་ཆེན་པོ་རེད། གུས་ཞབས་བྱས་སོང་ན་སོ་སོ་བསོད་ནམས་རེད། བསོད་ནམས་ས་ཡི་དེ་འདྲ་མེད་སྣ་ཚོགས་རེད་ཁྱེད་རང་གཅིག་ནས་བསོད་ནམས་མ་རེད་མི་ཆེ་ཆུང་ལ་བསོད་ནམས་བརྩི་བ་མི་ཆུང་བ་ལ་བྱམས་པོ་བཟོ་ཡ་དེ་པོ་རང་བསོད་ནམས་རེད་ཡིན་གཅིག་མིན་གཅིག་ཆུ་དགེ་བ་དྲུག་ཟེར་ནས་བསོད་ནམས་རག་ཡ་ཅི་ད་དེ་ཚོ་མ་བྱེད་ན་དགེ་བ་མ་རེད་ཁོ་བསོད་ནམས་གསོག་ཡ་ལ་ག་རེ་ཡིན་ན་འདི་གོ་རེད་འགོ་ཚུགས་སོ་ཡ་ཡ་ཡ་ད་དེ་འདྲས་ཡིན་དེ་སྔ་བོད་དུ་ཆོས་ཚོགས་སློབ་སྦྱོང་བྱེད། བེད་སྤྱོད་རྣམ་པ་རེད་རྒྱུན་ལས་རྣམ་པ་རེད་ག་དུས་ནས་སྤུ་གུ་དང་དོ་ཡག་པོ་ཡོད་སློབ་སྦྱོང་ཡག་པོ་བྱེད་ཀྱི་འདུག་ཟེར་ནས་ག་དུས་ནས་ང་ལ་ལབ་ཀྱི་རེད་དེ་དཀའ་ངལ་རེད་ན་ན་བཟའ་ག་རེ་བྱུང་ན་རིན་པོ་ཆེ་རོགས་པ་བྱེད་རོགས་བྱེད་ཟེར་ཁོ་རང་ཚོ་ཁྱོད་རང་ཚོ་ལ་སྐད་ཆ་བཤད་དུ་ཧ་གོག་འདུག་ཁྱོད་རང་ཚོ་ལ་ག་སེར་བརྩེ་བ་ཡོད་མེད་དེ་མ་ཏོག་ངས་ཧ་གོག་པ་རོགས་ཁོང་ཚོ་ཨ་སྤུ་གུ་དེ་དཀའ་ངལ་དུ་དེ་ག་དུས་རིན་པོ་ཆེ་རོགས་པ་བྱེད་རྒྱུན་ལས་ཕོ་ར་ང་ལ་ཚོ་དེ་འདྲ་དེ་འདྲ་ཡིན་ཟེར་ཁོ་རང་ཚོ་དཔེ་ཁྱོད་རང་ཚོ་སེམས་ཁྲལ་བྱེད་ཀྱི་འདུག་ཟེར་ངས་ཧ་གོག་རོགས་བ། དེ་འདྲ་ཡིན་དུས་ཁྱོད་རང་ཚོ་མཁན་པོ་གཙོས་བྱས་པའི་ལས་བྱེད་རྣམ་པ་ཚོ་ལ་ཡག་པོ་བརྩི་རོགས་བྱས་ཁོ་རང་ཚོ་ལུས་ལ་ཡོད་པའི་ཡོན་ཏན་དེ་ཚོ་གང་ཐུབ་ཏུ་གླེང། དེ་ནས་དགོང་ཟླ་མ་ཉིད་དུ་སྐར་མ་བཅོ་ལྔ་བསམ་བློ་བཏང། ལྷ་སྤྲུལ་རིན་པོ་ཆེ་ལབ་རྒྱུ་དེ་ལ་ཡིད་ཆེས་བྱེད་དགོས་མ་རེད། ཁྱོད་རང་ཚོ་བསམ་བློ་དེ་ལ་ཡིད་ཆེས་བྱེད་དགོས་གཉིས་ཆ་ལ་ཡིད་ཆེས་མ་བྱེད། ཡིན་ན་ཡང་ཁྱོད་རང་གི་བསམ་བློ་བཏང་རྒྱུ་དེ་དང། ལྷ་སྤྲུལ་རིན་པོ་ཆེ་གི་གསུང་བཤད་རྒྱུ་དང་མཁན་པོ་རྣམ་པ་གི་གསུང་བཤད་རྒྱུའི་ཚུལ་གཏན་ནས་གང་དེ་གི་སོ་སོ་ལ་ཕན་གི་འདུག་དེ་ཁྱོད་རང་ཚོ་ད་ཅི་ལྟ་ཡ་དེ་ཁྱོད་རང་ཚོ་རག་ལག་པ་རེད་ད། ཕ་མ་ཁྱོད་རང་ཚོ་ཕ་མ་ཡ་ཞིང་ཁམས་བཏང་གི་ཡིན་ན་རེད་དམྱལ་བ་བཏང་གི་ཡིན་ན་ཁྱོད་རང་ཚོ་ལག་པ་རེད་ད། ཁྱོད་རང་ཚོ་ཡག་པོ་མ་བྱས་ན་མ་མ་ཕ་མ་ཚོ་ཚོ་སེམས་ཁྲལ་གི་དམྱལ་བ་ལྷུང་གི་རེད། ཕ་མ་ལ་ཁྱོད་རང་ཚོ་ཡག་པོ་བྱེད་སློབ་སྦྱོང་ཡག་པོ་བྱེད་ཁྱོད་རང་ཚོ་ཡག་པོ་ཆགས་སོང་ན་ཕ་མ་ཤི་ན་ཡང་བསམ་ཨོ་ད་ང་ཤི་ན་འགྱོད་པ་མེད་ངའི་སྤུ་གུ་དེ་ཡག་པོ་ཆགས་སོང་རོ་སོ་སོ་རང་མགོ་ཐོན་སོང་བསམ་ནས་ཤི་ན་ཡང་ཁོ་རང་ཚོ་དཔེ་གཅིག་པུ་ཅིག་འགྲོ་ཆོག་རེད་དེ། ཕ་མ་དམྱལ་བར་བཏང་ཡོད་ན་རེད་ཞིང་ཁམས་བཏང་ན་རེད། ད་དཔེ་དགོས་ར་ཧ་ད་མ་ཚང་ཡེད། མོ་ལེ་དོ་སྦ་སྒྲོ་དེ་ཤེས་དགོ་དེ་སྦ་སྒྲོ་མ་ཡེད་ནི་ན་ཡེད་ནི་རྟ་བལ་པོ་ཧཱ་དམའོ་མོ་རྒྱ་བ་ཇཱ་ཏི་ཀ་ནི་སག་སྡེ་ན་སངས་རྒྱས་རྒྱ་བ་ཇཱ་ཏི་བཟོ་ཡོད་མ་རེད། དེ་འདྲ་བོ་ཡོད་ནི་ཐར་པ་ལང་ཀ་དེ་ངས་ལེན་གི་རེད་འགྲོ་མ་འགྲོ་ད་ཁྱོད་རང་ཚོ་རང་དབང་རེད་ད་དེ་ང་རང་ཞབས་ཕྱི་དེ་ཡིན་ད་ཁྱོད་རང་ཚོ་ལ་སོ་སོ་སོ་སོ་བ་ཇཱ་ཡག་པོ་བྱེད་རོགས་བྱེད་སོ་སོ་སོ་སོ་ལ་བ་ཇཱ་ཡི་ཟེར་གི་མ་རེད་ཁ་ལ་འོ་རེད་ད་སོ་སོ་སོ་སོ་ཡག་སྐྱོབས། སྲེད་མ་རེད། སོ་སོ་སོ་སོ་བདག་པོ་ཡག་པོ་བརྒྱབ་སོ་སོ་སོ་སོ་ཚོད་གསུམ་སྒོ་ཚུགས་སོང་ཨ། ཁྱོད་རང་ཚོ་ཡག་པོ་ཅིག་བ་ཅག་བྱས་སོང་ན་ང་དམིགས་ཡུལ་འདི་ཡིན་ད། ཁྱོད་རང་ཚོ་དགོངས་པ་འདི་ནས་ང་སྤྲང་མོ་ཅིག་ཕན་འོང་བསམ་ན་དམིགས་ཡུལ་དང་ཅི་མེད་ཁྱོད་རང་ཚོར་ཡག་པོ་ཅིག་རེ་གནང་བསམ། ཚེ་འདི་དང་ཚེ་ཕྱི་མ་སྐྱིད་པོ་ཡོང་བ་ཅིག་དང་ཁྱོད་རང་ཚོར་སློབ་སྦྱོང་ཡག་པོ་སྤྲད་སོང་ན་ཕ་མ་ལ་དྲིན་ལན་ཡག་པོ་ཅིག་སུ་ཡོད་ཚོར་ན་བསམ་ནས་ང་དེ་གི་དཀའ་ལས་བརྒྱབ་ནས་སློབ་དཔོན་རྣམ་པ་ཚོ་གི་དཀའ་ལས་བརྒྱད་རེད་ཁྱོད་རང་ཚོ་ད་ཕ་མ། དམྱལ་བ་བཏང་དགོས་དྲན་ན་ཞིང་ཁམས་བཏང་དགོས་དྲན་ན། གར་ཅིག་གི།